ཆོས་གྲོགས་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་ཞུ་བྱ་དང་མཉམ་དུ་དེ་རིང་ངས་དེ་ནི་བྱོ་བྱུས་ཀྱི་སློབ་ཚན་པོ་ཞུས་པ་ཡིན་ན། ཤོག་ལོ་ཀ་དྲུག་ཅུ་རབ་དྲུག་པ་དང་རབ་བདུན་པ་བཞུ་ཡོད། དེ་ནི་ཤོག་ལོ་ཀ་དྲུག་ཅུ་རབ་དྲུག་པ་བོ་དེ་ནི་ཇག་སྤེ་ཁོ་རང་གཟིགས་ས་དེ་དང། བདག་གི་དཀོན་མཆོག་གསུམ་དང་ནི་ཕ་འམ་བླ་མ་གཞན་དག་ལ། ཉོན་མོད་སྒོ་ནི་ལུས་ངག་དང་ཡིད་ཀྱི་སྣོད་ཀྱིས་གང་ལགས་པ། ཟེར་རེད་དེ་ནི་ཚིག། མ་རྩ་ཆེ་མིག་གསུང་བ་རྫ་དེ་ནོ་ག་ལ། ཡིད་རྟོན་བདག་པོ་ཅི་ཞིག་དེ་ནོ་འོ་ཞོ་སྙམ་པོ། དེ་ནི་ང་དང་ངའི་བྱང་ཆུབ་ཀྱི་སེམས། ཞེས་བྱའོ། ཡང་ན་དེ་ནི་ང་དང་སྡིག་པ་བདག་བྱ་སེ་བས། དེ་ནི་སྡིག་པ་བདག་སྟེ་བྱང་ཆུབ་ཀྱི་སེམས་ཞེས་བྱ་སེ་བས་ལ་དེ་ནི་བཤགས་པ་ཞུས་དེ་ནོ་ང་ལ། དེ་ནི་བཤགས་པ་ཞུ་བྱ་སྤོ་ལ་ཐབས་སྤོ་ལ་དེ་ནི་སྙིང་པོ་སྟོབས་བཞིའི་སྒོ་ནས་དེ་ནི་བཤགས་པ་ཞུ་དང། དེ་ནི་སྙིང་པོ་སྟོབས་བཞིའི་ནང་ནས་དེ་ནི་མདངས་ང་དང་རྣམ་པར་སུན་འབྱིན་པས་སུ་སྟོབས་པའི་ནང་ནས། དེ་ནི་ཅི་དང་སྡིག་པ་ཡོད་ན་བཤགས་བྱ་སྤོ་ཞུས་བྱས་ལ། ད་བར་བཀའ་ཟུར་ཞུས་ཟིན་ཀྱང་བོད་དེ་ནི་ཚེ་རབས་འཁོར་བ་ཐོག་མ་མ་མཆིས་པ་ན་ཟེར་རེ་ལྟོས་ཟེར་ལ། ཚེ་རབས་བཀའ་ཟུར་ཞིག་ཡིན་པ་ན་དེ་ནི་སྐྱེ་བ་ཐོག་མ་མེད་པའི་འཁོར་བ་ན་འཁོར་གྱི་ལ། ཡང་ན་ཐོག་མ་མེད་དེ་འཁོར་བ་ན་ཙམ་ཞིག་དེ་ནི་ང་དང་འཁོར་རེ་ཡོད་པ་ཡིན་ན་ངས་སྡིག་པ་བྱོས། ངས་སྤྱོ་བ་མ་བྱས་གཞན་པ་ལ་དེ་ནི་སྤྱོ་བཅུག་ག་མཚམས་མ་ངས་བཤགས་པ་བཞུ་བ་ཡོད། མ་ཟད་དེ་ནི་སྤྱིར་ནོག་ཟེར་ན་ལྟོ་གེ་རེད། ང་དེ་རེས་གཏི་མུག་གི་དབང་དུ་སོང་ཟེར། ངའི་མཇིང་པས་ཀ་གཏི་མུག་པོ་གཞོན་ནས་ང་ཧྲུལ་བ་ཟེར་ནས་ང་སྡིག་པ་མི་འདྲ་མི་འདྲ་ཅོ་ཅོས་བསྒྱུར། མ་ཟད་མི་གཞན་པའི་སྡིག་པ་ཅོ་ག་མཚམས་མ་ང་ཞེས་སུས་རང་ཤེས་དེ་མཚམས་མ་ང་ནོང་ཟེར་རག་ཁྲེ་ལ་རག་ཟེར་ད་རེ་ནོང་པ་དེ་ནི་མཐོང་གི་ན་ཟེར་རེ་དེ་ནི། མི་གཞན་པའི་སྡིག་པ་ཅུག་ཅོས་ང་རང་སྡིག་པ་ཅོ་ཅུག་མི་གཞན་པའི་སྡིག་པ་ཅོ་ག་འབོ་ལ་ང་ཞེས་སུས་རང་ཤེས་པ་ཟེར་ནི་ང་ང་རང་དང་ང་རང་ཁྲེ་ལ་རག་ཅོ་ཅོས་བོ་ལ

ཡང་ན་དེ་ནི་ང་དང། དཀོན་མཆོག་གསུམ་དང་ཕ་མ་གཟིགས་སོགས་སའི་དེ་གཟུགས་ཀྱི་གཡུལ་ཁྱད་པར་ཅན་ལ་དེ་ནི་ང་དང་བསྟན་པའི་སྡིག་པ་ཅི་དང་ས་ག་ཡོད་ན་དེ་ཚང་མ་བཤགས་སྡོམ་ཅོག་ཡོད་ཤུགས་ཆེ་སོ་ནོ་ག་ལ། ཏོ་ཀ་གཟུགས་ནོག་གཞོན་ཉམས་པོ་ཕྱག་སྤེལ་ཁོ་རང་གཟིགས་སང། བདག་གི་དཀོན་མཆོག་གསུམ་དང་ནི་གཞོན་ཉམས་པོ་བདག་གིས་ཟེར་ཉམས་པོ། ང་ཟེར་ནོ་ག་ལ། ང་ཅི་ཅོ་སྐྱག་གཞོན་ཉམས་པོ། དེ་ནི་ཡོན་ཏན་གྱི་ཞིང། ཧ་ལ། ང་བདག་ཡོན་ཏན་གྱི་འབྱུང་གནས་ཡང་ན་ཡོན་ཏན་ནི་བདག་ལ་ལྡན་སྐལ། ཡོན་ཏན་ཚང་མས་ཚེ་དྲག་ཤོག་པོ་སོགས་ལྡན་ནོག་ཟེར་ན་སངས་རྒྱས་ཆོས་དགེ་འདུན་བོ་ཡོན་ཏན་དེ་ནི་བསམ་གྱིས་མི་ཁྱབ་པ་ཞིག་ཡིན་ནོག་པ་སངས་རྒྱས་ཡོན་ཏན་བསམ་མི་ཁྱབ་ཆོས་ཀྱི་ཡོན་ཏན་བསམ་མི་ཁྱབ། དགེ་འདུན་ཡོན་ཏན་བསམ་མི་ཁྱབ་བསམ་མི་ཁྱབ་ལ་ལྟ་བྱེད་པའི་ཞུ་བ་ཉན་ནོ་ཨ་ལ། ཞུས་ཚོད་ནི་ཡོན་ཏན་གྱི་ཞིང་པོ་དཀོན་མཆོག་གསུམ་པོ་ནོག་པ། དེ་ནི་དཀོན་མཆོག་གསུམ་ལ་ང་བདག་གནོད་བྱ་ཟེར་དེ་ནི་སྡིག་པ་བྱོས་སུ་ཡོད་པ་ཡིན་ན། ཏོ་བཤགས་པ་བཞིའོ། ཡོད་བཞི་བྱས་སོ་ལ། དེ་ནས་ཡོན་ཏན་གྱི་གཞིའི་དཀོན་མཆོག་གསུམ་དང་ནི། བདག་གི་དཀོན་མཆོག་གསུམ་དང་ནི། ཞེས་བསྟན་ནོ། ཨ་ལ། ད་ཡོན་ཏན་གྱི་གཞིའི་མ་ནི་ན་ཡང་དེ་ནི་སོ་སོ་ལ་དེ་ནི་ཕན་འདོགས་ཀན་བཀའ་དྲིན་ཆེན་མོ། དེ་ནི་བདག་སྲས་དེ་ནི་དལ་བ་བརྒྱད་དང་སྦྱོར་བ་བཅུས་ཚང་ཀན་ནི་དེ་ནི་མི་ལུས་རིན་པོ་ཆེ་སྟེར་ཀན་ནི། ཕ་མ་ཀུན་ལ་དེ་ནི་ང་དང་གནོད་པ་བསྐྱོད་བཅོས་པ་ཡིན་ན། ཕ་མ་ཀུན་ལ་དེ་ནི་ཐུགས་དང་དགའ་བ་བཅོས་བསུ་བ་ཡིན་ན། དེ་ཚང་མ་དེ་ནི་ངའི།

དེ་ནི་བླ་མ་གཞན་དག་ལ་དེ་ནི་མི་གཞན་པའི་བླ་མ་ཡིན་ན་ཡང་དོགས་ལ་དེ་ནི་ང་དང་མ་གོས་པར་དུ་གཟུགས་བྱོས་པ་ཡིན་ན་དོགས་དེ་ནི་མི་འགྲིག་བྱེད་ཅན་གྱི་ཡིན་པར་ཟད་ནི། བླ་མ་གཞན་དག་ལ་ཡང་དེ་ནི་ཁོ་ཕྱི་ནང་གསུམ་བཀའ་དྲིན་ཅན་གྱི་ཞིང་ཡིན་ནོ་བཀའ་དྲིན་ཅན་གྱི་ཞིང་བཀའ་སྲུང་ནོག་ཞོན་སྙམ་པོ། མི་གཞན་པ་ལ་དེ་ནི་ང་དང་སངས་རྒྱས་ཀྱི་ཆོས་འབྱུང་དང་པོ་དེ་ནི་བླ་མའི་སྤྲིན་ལ་དེ་ནི་ཡོངས་སུ་ནོག་དོགས་ལ་དེ་ནི་ཐར་པ་དང་ཐམས་ཅད་མཁྱེན་པའི་སྒོ་དཔང་པོ་ཁོ་སྟེར་བ་ཟེར་ནས་དེ་ནི་ང་ཆོས་མ་ཞུས་པས་འདི་བླ་མ་ལ་ཟེར་རེ་དེ་ནི་དོགས་ལ་མ་གོས་པར་བྱོས་ན་དོགས་མ་འདྲེས་ནོ་ག་ལ།

མ་ནི་ཤུགས་ཆེན་དབང་དུ་སོང་ཟེ་ཟེར་ཏེ། སྙོན་མོའི་སྒོ་ནི་ལུས་དང་ངག་ཟེར་རེ་དེ་ནི། ཚོ་སོགས་སྙོན་མོ་པའི་དབང་དུ་སོང་མདངས་ཀྱི་ཚོགས་ལ་དེ་ནི་སྙོན་མོ་བ་གྱེར་རེའི་དབང་དུ་སོང་མཉམ་དབུགས་སྙོན་མོ་བ་ལྔའི། གཏི་མུག་བུ་གྱེར་རེ་ལྔའི་འཇིང་པོའི་གཞོན། དེ་ནི་ཁ་ནི་མི་འདྲ་མི་འདྲ་མོལ་བཅུག། ལུས་པོ་དེ་ནི་སྤྱོད་ལམ་མི་འདྲ་མི་འདྲ་བསྟན། སེམས་ནི་དེ་ནི་མི་འདྲ་མི་འདྲ་སྤྱོད་སྒམ་པོ་ཚང་མ་བཞུ་བསྟན་བ་ལ། ལུས། ངག། དང་བཞུ་བསྟན་བ་ལ། ལུས་ངག་དང་ཉོན་མོངས་ཀུན་ནས་ལུས་ངག་དང་ཡིད་ཀྱིས་གནོད། ཡིད་གང་ལགས་པ་ཡིད་ཀྱིས་དེ་ནི་ཕ་མ་ལ་གནོད་པ་གྱི་རྐྱེན། ཡོན་ཏན་གྱི་ཞིང། དཀོན་མཆོག་གསུམ། ཕན་འདོགས་པའི་ཞིང་ཕ་མ་དང་བླ་མ་གཞན་དག་ལ། གཏོ་ཆོས་སྐམ་པོ་ཡིན་བས་ན་ངས་བཤགས་པ་ཞུའོ། ཡོས་བཞི་སྟེ་ནོ། ཡུལ་སྒོ་ཞུ་སྒོ་ཤ་ཟ་བུ་གཅིག་ནི་འོག་ཞུའོ་སྙམ་པོ། དེ་ནི་ཡོན་ཏན་གྱི་ཞིང་དང་ཕ་མའི་ཞིང་བོ་ལ་དེ་ནི་ང་དང་གནོད་པ་ཆོས་པ་ཡིན་ན། དེ་ནི་ཏེ་ནན་མིན་པོ་ཁྱེད་རེ་དེ་ནི་ཏན་ཏན་དེ་ནི་ང་དང་འདྲེ་མིན་པོ་ཇོ་ནང་མ་གཏོགས་དེ་ནི་གཏོ་དེ་ནི། ལས་ལ་མིག་དང་དང་ནད་མིང་པོ་མ་མྱོང་པར། དེ་ནི་ང་དང་གཅིག་ནོ་ལཱས་ཟེར་གི་ན་ལཱས་པོ་ཉེས་པ་བྱ་ནོ་ལཱས་ཉེས་པ་ཟེར་སྙམ་པོ་སྟེ་དེ་ནི་སྡིག་པ་དེ་ནི་མྱོང་ཟེར་མ་གཏོགས་དེ་ནི། འདག་མི་ཐུབ་ཅན་པོ་ལ་དེ་ནི་ནད་མིང་ཉེས་པ་ཟེར་ནོ། ཕལ་ཆེར་ནང་ལོགས་དེ་ནི་སྨྱོ་མོ་དྲག་པོའི་སྒོ་ནས་དོན་ཡང་དེ་ནི་ང་དང། རྒྱུན་ཆགས་པ་རྣམས་དུས་རྒྱུན་དུ་བརྗོད་བྱ། དེ་ཡང་ནང་ནས་ཀྱང་དེ་ནི། ཡོན་ཏན་གྱི་ཞིང། དཀོན་མཆོག་གསུམ་དང་ཕ་མ་དང་བླ་མ་གཞན་དག་ལ་དེ་ནི་ང་དང། དེ་ཚུགས་ཀ་དེ་ནི་ཕན་ཐོགས་པ་ཡིན་ན་ཡང།

སྡིག་ཅན་བདག་གིས་སྡིག་པ་འགངས་ཤིན་ཏུ་མི་བཟོད་བགྱིས་པ་དེ་ཐམས་ཅད་དྲན་པ་རྣམས་ལ་བྱ། སྲུང་བ་ཚད་ལྡན་ལོག་པ། ཡིད་རྟོན་བདག་པོ་འགའ་ཟུག་ཤིང་ནོག་གཞོག་མཉམ་པོ། དེ་ནི་ང་དང་ཡོན་ཏན་གྱི་ཞིང་དཀོན་མཆོག་གསུམ་ལ་གནོད་བྱ། དེ་ནི་ང་དང་ཕན་ཐོགས་ཀྱི་ནི་ཞིང་དྲིན་ཅན་གྱི་ཕ་མ་ཚང་མ་ལ་གནོད་བྱ། མི་གཞན་པས་དེ་ནི་ང་དང། ཆོས་སུ་གཏན་འཁེལ་ནས་བླ་མ་ཀུན་ལ་དེ་ནི་ཉོན་མོངས་པ། གྲགས་པའི་སྒོ་ནས་ལུས་སེལ་དེ་ནི་ང་དང་མི་འདྲ་མི་འདྲ་དེ་ནི་ང་དང་རྣམ་འགྱུར་བསྟན་ལུས་སེལ་གནོད་པ་བཅོས་གདུང་རྒྱབ་བདལ། ལུས་སེལ་ཐོག་ནས་གནོད་པ་བཅོས། ངག་ནས་མི་འདྲ་མི་འདྲ་སྐྱོན་བརྗོད། ངག་ནས་ཚིག་རྩུབ་མོལ། དེ་ན་གཙོ་ཁ་དེ་ནི། ཡིད་ཀྱིས་དེ་ནི་ང་དང། མ་བསམ་དགུ་བསམ་ན་སེམས་གནོད་སེམས་ལོག་ལྟ་ཚང་མ་སྐྱེས་པ་ཡིན་ན་ནི། དེ་དེ་ནི་སྡིག་པ་ཁྱེད་རེད་དེ་ནི། ཅི་ནོ་འོག་བཅོས་བར་ན་ཉེས་པ་དུ་མས་སྐྱོན་ཆགས་ཟེར་ནོ་འོག་བཅོས་དེ་ནོ་ང་ལ། ཉེས་པ་དུ་མས་སྐྱོན་ཆགས་ཞོག་སྙམ་པོ། དེ་དེ་ནི་སྡིག་པའི་བ་ཟེ།

དེ་ངན་སྡིག་པ་ཚང་མ་ཟེར་བ་ལ་ཤིན་ཏུ་མི་བཟད་བགྱིས་པ་དེ་ཟེར་ད་ཡིད་སྩོགས་སྡིག་པ་ཁྱེད་རེད་སྡིག་པ་མ་ནི་དེ་ནི་ང་དང་ཆ་ཚབ་ཆེར་མིག་ནོ་བཞི་སྟེ་ནོག་ག་ཟུག་ནོག་ཞོ་མཉམ་པོ་དེ་ནི་ཕ་མ་ང་དང་ཕ་མཐོ་ག་ནས་ཕ་མ་ཀུན་དང་བླ་མ་གཞན་དག་དང་དེ་ན་གཙོ་ག་ནི་ཡོན་ཏན་གྱི་ཞིང་དཀོན་མཆོག་གསུམ་ལ་དེ་ནི་ང་དང་གནོད་པ་ཅོ་གར་འབུ་ཁྱེད་རེད། སྡིག་པ་ཁྱེད་རེ་འཁོར་འོད་ན་སྐྱེས་པ་ཡིན་ངན་སོང་བ་སྐྱེས་པ་ཡིན་ན་ཡང་དེ་ནི་ངན་སོང་བ་ན་དེ་ནི་ཡུན་རིང་པོའི་བར་དུ་འཁོར་གོ་ཤེས་དོན་ཡང་དེ་ནི་ང་དང་འདྲ་སྤུ་ཁྱེད་རེ། དེ་ནི། སྡུག་བསྔལ་བོ་ཡིན་ན་མིན་བོ་ཡང་དེ་ནི་ཤུགས་ཆེན་མོ་ལྕི་ཆེན་མོ་མྱོང་གོ་ཤེས་དེ་ནི་སྡིག་པ་སོང་བ་ཟེར་ནི་ཤིན་ཏུ་མི་བཟད་བགྱིད་པ་དེ་ཟེར་ནོ། དེ་རྫོགས་ཟིན་དེ་ནི་སྡིག་པ་ཁྱེད་རེ་ཐམས་ཅད་དྲན་པ་ནམ་ལ་བཞག་བཞོ་སྙམ་པོ་འཁོར་བ་དང་ངན་སོང་ག་རུ་སྐྱེས་ན་ཡང་དེ་ནི་འཁོར་བ་དང་ངན་སོང་ལས་སྐྱབས་ཐུབ་དཀར་མོ་བསུ་ནོག་ཆོག་སྙམ་པོ་དེ་ནི་སངས་རྒྱས་ཆོས་དགེ་འདུན་ཡིན་པ་ས་ནི། དེ་ནི་སངས་རྒྱས་ཆོས་དགེ་འདུན་ཡང་ད་རེས་ང་དང་ངལ་ལ་དེ་ནི་སྐྱབས་ཡུལ། བཞག་ཡུལ་སབ་བཏབ་གལ་ནི་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་དེ་ནི་ང། དེ་ནི། ངེད་ཡི་སྡིག་པ་བཅུ་གང་ཚང་མ་ང་འགྱོད་པ་རགས་ཟེར་ཧ་ལ། དེ་ནི་འགྱོད་པ་སོང་པ་ཟེར་ནས་འགྱོད་པའི་སྒོ་ནས་དེ་ནི་ངེད་ན་ཞགས་པ་སྤུ་ལེ་བཞུས་ཏེ་ནོག་ཡལ་ལེ།